ཀྱི་རྗེས་ནས་རྩོད་སྐྱོན་མི་འགྲོའི་ཁ་ཅིག་ཞུས་པས་ན་སྟག་ཉིད་ཅག་རྡོ་བོད་དང་ཨར་ན་ཅལ་གྱི་ས་མཚམས་ཡ་རྒྱ་དཀར་ནག་གཉིས་ཀྱི་ད་ཆབ་སྲིད་ཀྱི་གནས་སྟངས་འཁྲུག་པོ་བྱུང་བའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་རྒྱ་གར་གྱི་སབ་བཀྲ་བཟོས་བྱས་ཨ་འདི་གི་ས་དེ་ཚོའི་མིང་ད་རྒྱ་གར་ཁོ་རང་ཚོའི་ལག་བོར་བའི་ཨར་ན་ཅལ་ཁོ་རང་ཚོས་ཀྱི་ད་སྲོལ་རྒྱུན་གྱི་མིང་ཡོབ་དེ་ཚོ་བཞག་བྱས་དེ་འདྲ་བྱས་པ་རེད་པ་ད་དེ་འདྲ་བྱས་ཡོང་དུས་ས་ཆ་གསུམ་གནས་ད་ལྟའི་སྟག་ག་ལ་གང་འཚམ་རྒྱ་མིས་ཀྱི་ཟས་ཡོད་པ་དེ་འདྲའི་རྒྱའི་ནུས་ཚོད་ཅེ་ཆུང་དེ་ཆ་ད་ག་འདྲ་ཕ་གི་ལ་ས་ཆ་ཨ་སོ་ཕེ་ལ་ལས་ཏོ་མོ་ཅ་ལས་ཏོ་ད་དེ་ཚོའི་སྒང་ལ་ནི་རྒྱ་མིས་བསྡད་ཡོད་པ་དེ་འདྲའི་རྒྱའི་ནུས་ཚོད་ཅེ་རེད་དེ་ཆ་ད་ད་ང་ནི་ཆ་ང་ཚོའི་དྲ་ཐོག་ནས་དེ་འདྲའི་ཡང་ཕ་གི་ས་ཆ་ད་ག་རང་གི་མི་དེ་འདྲའི་ཀྱི་ང་ཚོའི་ས་རྒྱ་མིས་ཀྱི་ཟས་སོང་ཟེར་བ་ང་ཚོ་ད་མ་འོངས་པ་རྒྱ་མིས་ཆགས་འགྲོ་ས་རེད་ལས་ཏོ་ད།

Bidens Baidu GD Comm ལས་དུ་ད་དེ་ཚོ་ཚང་མ་ད་འདི AI གི་འབྲེལ་རྩོད་ཤུགས་ཆེན་པོ་བྱས་བྱས་ད་ཁོ་རང་ཚོ་གང་ད་ཡར་རྒྱས་ཞེ་བོ་ཞིག་འགྲོ་ཡོང་དུས་ད་ཕ་གི་མི་མང་པོ་གི་ལས་ཀ་ཤོར་འགྲོ་གི་ཡོད་པ་ད་ད་འདི་བཟོ་གྲ་ཁང་ལྔ་དྲུག་དེའི་ནང་ལོག་ནས་མི་འབུམ་གཅིག་དང་ཁྲི་གསུམ་གི་ལས་ཀ་ཤོར་ཡོད་པ། དེ་ཡི་ད་ཉེ་བའི་ཟླ་བ་བཅོ་བརྒྱད་ནང་ལོ་ཡ་ཁྱེད་ཚང་གི་ད་བཟོ་གྲྭ་མང་ཆེ་བ་གི་ཅིག་ལས་ཀ་གནད་ཡོད་ཀྱི་ལས་ཀ་དེ་ཚོ་བརྒྱ་ཆའི་བཞི་བཅུ་ས་མ་ཉུང་བ་འགྲོ་ཡོད་པ་གང་ཡིན་ཟེར་ན་ད AI ད་ད་ལྟའི་དྲ་རྒྱ་གསར་གཏོད་མང་པོ་བྱས་ཡོང་དུས་ལས་ཀ་མང་པོ་ཅིག་མི་གཉིས་གསུམ་གྱིས་བྱས་ཁོང་ཚོ་མི་ལམ་སང་དྲ་རྒྱའི་ནང་ལོག་ལ་བྱས་བྱས་ནས་ལམ་སང་བྱས་འགྲོ་གོ་བོད་པ། དེ་ནས་སྐབས་དེ་འདྲ་བྱེད་དུས་ད་ངས་མ་འོངས་པར་ང་རང་སོགས་ཀྱི་སྤོ་བོ་གི་མདུན་ལམ་དེ། ཅིག་སློབ་ཚན་གདམ་ཡ་དེ་དེ་ཚོ་ག་རེ་གདམ་དགོས་ས་རེད། དེ་མ་གཏོགས་ཨ་ནི AI གི་བྱེད་འགྲོ་ཡ་གི་སློབ་ཚན་དེ་འདྲ་སྦྱངས་དེ་ཨ་བྱས་ད་ནི་ཡ་གི་ལས་ཚར་དུས་སློབ་ལས་ཀ AI གི་བྱེད་ང་ཚོ་ལས་ཀ་མ་ར་ལྷ་ཡ་ཅོ། དེ་ཚང་གི་ད་དེ་བྱེད་དུས་ང་ཚོ་ད་སློབ་གྲྭ་ཁག་ན Counseling ལས་ཀ། ལམ་སྟོན་པ་སློབ་སྟོན་པ་ག་རེ་ལས་ཀི་ན་ད། མ་འོངས་པའི་ད་ལོ་བཅུ་ཉི་ཤུ་ལས་ཀ་ག་རེ་བསྡད་ས་རེད་ག་རེ་བརླག་ས་རེད་དེ་ཚོ་ཡང་དོ་སྣང་བྱེད་གལ་ཆེན་པོ་ཅིག་ཆགས་དེ་གི་ཡོད་པ་འདྲ། དེ་ནས་ད་ལྟའི་ད་ཆར་དུས་དང་བྲལ་བའི་ཐོག་ནས་ད་རྒྱ་གར་ཨ་སམ་ངོ་ཅོག་ཡ་ད་ད་ལྟའི་བྱ་བ་ཤུགས་ཆེན་པོ་བརྒྱབ་རྒྱ་ངོ་ནས་མི་རྒྱུ་སོགས་གསུམ་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་བསྡད་པའི་གནས་ཚུལ་ཅིག་བྱུང་བསྡད་པ་རེད་ད་ག་ཚང་དུ་ཟེར་རྒྱ་ནག་གི་གྲོང་ཁྱེར་སྐད་གྲགས་ཆེན་པོ་ཚོང་ལས་བ་ཤང་ཧའེ་ཀྱི་ཉེ་འགྲམ་ཡར་རླུང་འཚུབ་ཆེན་པོ་བརྒྱབ་བྱ་ནི་ཕ་ཡིག་གི་མི། ས་ཡ་གཅིག་ཚ་ཚ་དར་དར་ཟེར་ཡ་ས་མཐོ་ས་ལ་བྲོས་དགོས་པའི་དེ་འདྲའི་གལ་གནད་ཚུལ་བྱུང་ཡོད་པ། ད་ན་ཞིག་དེའི་ཉིན་མོ་ཡར་གནམ་གྲུ་གཅིག་སྟོང་ལྔ་བརྒྱ་ད་ཁ་ལུ་ཁ་བསྒྱུར་དགོས་བྱུང་དགོས་ད་ན་ཞིག་སྤྱི་ལུས་ཐལ་བ་ད་དེ་འདྲའི་གལ་གནད་ཚུལ་བཅས་རེད་དེ་ཤ་ད་རང་གི་རླུང་ཚབ་དེ་འདི་སྨྱོན་ལ་ཇེ་པན་ནི་ད་ཚུར་སླེད་བྱས་ཇེ་པན་ཡ་ནི་དུ་ས་མི་དྲུག་ལ་ཡང་རྨས་སྐྱོན་བྱུང་བ་ད་དཀའ་ངལ་ཆེན་པོ་འཕྲད་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག། ཁྱིམ་ཐོ་དེ་འདྲའི་འཛམ་བུ་གླིང་གི་དྲ་རྒྱའི་ཚོང་འབྲེལ་ལྟ་མྱུར་པོ་ཞུ་བྱེད་ཀྱི་ཡོད་པ་ཡིན་ཙང། ལྷོ་ཀོ་རི་ཡ་གི SK Hynix ལས་ཐུག་ཁོ་རང་ཚོ་གི་བཟོ་གྲྭའི་ལས་བྱེད་གཅིག་གིས་ད་བཟོ་གྲྭའི་གི་ཚོང་གི་གསང་བ་ནི་མ་པོར་ཤུགས་རྒྱབ་བྱ་དེ་རྒྱ་ནག་གི་བཟོ་གྲྭ་དེ་འདྲ་ལ་བཙོང་ཡོད་པའི་གནས་ཚུལ་གཅིག་གི་ཐོག་ནས་ད་འདྲའི་མི་དེ་ད་འཛིན་བཟུང་བྱེད་བྱ་བཙོན་འཇུག་བྱས་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ཁྱི་ད་གི་ད་ད་འདྲའི་ཨ།

ཇིམ་ཨོ་ནེལ་ལིས་དུ་ཁོ་རང་གིས་ཉེ་ཆར་སྤྱི་རྩོམ་ཅིག་གི་ནང་ལོ་ཡ། ད་ལྟའི Brics ཀྱི་ཚོགས་འདུ་དེ་ད་རྒྱ་གར་ལ་འཚོགས་ལ་ཉེ་བ་རེད་ཁྱེད་ཚང་གིས་ད Brics ཀྱི་ཚོགས་འདུ་དང་འབྲེལ་བའི་ཐོག་ནས་གི་བཀའ་མོལ་ཅིག་གི་ནང་ལོ་ཡ། རྒྱ་དཀར་ནག་གཉིས་ལོག་ར་ད་རྒྱ་གར་དང་རྒྱ་ནག་དངོས་གནས་ཀྱི་ད་གར་ཆོད་སེམས་བརྟན་པོས་ཀྱི་འབྲེལ་བ་བྱས་བྱས་ནས་ཚོང་འབྲེལ་བྱས་བྱས་ད་འཛམ་བུ་གླིང་གི་ཚོང་འདི་ལ་དབང་བསྒྱུར་ཅིག་བྱས་པ་ཡིན་ན་ཨ་ནི་ཨ་རིའི་གིས་ཚོང་གང་ཡང་བྱས་ཐུབ་པོ་མ་རེད་ས་སྲིད་འཛིན་ཀྲམ་གིས་སྒོ་ཁྲལ་བརྒྱབ་བསྡད་ཡ་ད། ད་ད་འདི་འཛམ་བུ་གླིང་གི་ཚོང་མང་པོ་ཅིག་ཨ་རིའི་འགྲོ་ལ་གི་ཐོག་ནས་འགྲོ་བྱས་ག་འདྲ་ད་འགྲོ་ལ་སྐོར་བསྐྱོད་བྱས་པའི་ཐོག་ནས་ཁོར་མོའི་རྩ་དགོངས་བཟོས་ཡ་རེད། ཨ་རི་ལ་ཆེ་མཐོང་ཆེན་པོ་རག་བསྡད་ཀི་ཡོད་རེད་བ། ད་ག་འདྲ་དེ་ཚོ་ཚང་མ་མེད་པ་བཟོས་ཐུབ་གི་རེད་བ་དེ་ཡི་ད་ད་འདི་རྒྱ་དཀར་ནག་གཉིས་ཀི་པ་ར་ཡ་འགྲིག་པ་ཡིན་ན་ཡག་པོ་ཅིག་བྱུང་བ་ཡིན་ན། ནི་དེ་འདྲའི་ཅིག་ཆ་ཐུག་གོ་རེད་ཟེར་ནས་ད་ད་འདི་ཆ་འདི་ཡང་བདག་ལྟར་ཅེས་དེ་དེང་མེད་པ་ལ་འོ་ལ་རྒྱ་དཀར་ནག་གཉིས་ཀྱི་མཐུན་འབྲེལ་དེ་ད་ཅིག་རྒྱ་ཐོག་པ་ཚ་བོ་རེད་ནི་རྒྱ་གར་ཡང་ལྟ་བ་དྲག་པོ་རེད་ད་གཉིས་ཀ་ཐུག་མ་ཐུག་ཡ་ཅོ། དེ་མ་ཐུག་འཛམ་བུ་གླིང་གི་ད་དཔལ་འབྱོར་གྱི་འགྲོ་སྟངས་དེ་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་སྐྱུར་པ་བཏང་ཐུག་གོ་རེད་ཟེར་ནས་ད་དེ་འདྲ་བཤད་པའི་གནས་ཚུལ་བཅས་རེད་ད་ཤ་ཚ་བའི Brics གི་ད་ངོ་མ Brics གི་དཔེ་ཆ་ལ་ནི་དེ་འདྲ་ང་ཚོ་ད་འཛམ་བུ་གླིང་ནང་ལ་ཡུ་རོ་ཡོད་པར་བ་ཡུ་རོབ་རྒྱལ་ཁབ་ཚང་མར་དཔེ་ཆ་ཅིག་ལོ་དེའི་ནང་ཞེས Briggs གྱིས་བེ་ཤ་ཟོལ་གྱི་བསམ་བློ་མང་པོ་བཏང་བ་རེད་ནི་ད་སྲིད་འཛིན་ཀྲམ་ལས་ཆེད་སྒྲིག་ར་འདྲ་མིན་སྣ་ཚོགས་བཏང་རྗེས་གནས་སྐབས་རིང་དགའ་ཐུབ་བྱུང་བར་བ། དེ་ནས་ད་ལྟའི་ར་ཤི་ཡ་ནས་རྒྱ་གར་བར་དུ་ཡང་ད་ཐད་ཀར་མེ་འཁོར་ལྕགས་ལམ་མཐུད་ཆེད་ཨ་ནེ་སྣུམ་དང Gas དང་བཅས་ལ་ཨོ་རད་ཀྱི་ཡང་དུ་ས་དཀའ་མོད་ཅིག་བྱུང་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད།

ཐ་ན་ཤེས་ཡོན་ཐ་དད་ནུབ་ཨེ་ཤ་ལ་བར་གཅེས་ཤ་ཨེ་ཤ་ནང་ལོག་དམག་འཁྲུག་དང་འབྲེལ་བའི་ཐོག་ནས་ད་ལྟའི་ཨ་ད་གྲུ་སིང་འགྲོ་ལམ་དཀའ་འང་དེ་ལས་མང་པོ་གཡུག་འགོ་རུ་བ་ད་འདིའི་མེད་པ་བྱས་ཆ་ས་ཐོག་ནས་ཁབ་ཐོག་འགྲོ་ཡ་དེ་འདྲ་བྱུང་བས་ན་ཨ་ནི་གྲུ་སིང་འགྲོ་ལམ་དཀའ་བའི་དཀའ་ངལ་དེ་སེལ་འགྲོ་གི་ཡོད་པ་འདི་འདྲ་གའི་གནས་ཚུལ་ཅེ་རེད་དེ་ཤ་དེ་ནི་ཉེ་ཆར་དུ་ད་ལྟའི་ཏུར་ཀི་རེད་ཐ་ན་ཤེས་ཡོན་སའུ་ཏི་ཨ་རི་བྷི་ཡ་པ་ཀི་སི་ཐན་གསུམ་གྱི་པ་ར་ཡ་གསུམ་ཚུགས་ཀྱི་བདེ་འཇགས་ཀྱི་གན་རྒྱ་བཞག་འགྲོ་བ། ཐུ་དེའི་ནང་ལོ་ཡ་ཨི་ཇིབ་རྒྱལ་ཁབ་དེ་འཛུལ་ཡས་ཀྱིས་འབད་བརྩོན་བྱེད་ཀྱི་བའི་ནི་ཚོད་ཅིག་ད་ལྟ་ཏྲར་ཀེ་ཀྱི་ཕྱི་སྲིད་བློན་ཆེན་ཧ་ཀན་ཧྥི་ཏན་གྱིས་བཤད་བསྡད་བའི་ནི་ཚོད་ཅལ་རེད་ཤག་ག་ད་ཨི་ཇིབ་དེ་རྒྱལ་ཁབ་གསུམ་ག་མཉམ་དུ་འབྲེལ་བོ་ཡོད་བསྡད་པ་དེ་འདང་གི་ད་ཡང་རྒྱལ་ཁབ་གཅིག་དང་འབྲེལ་བོ་མེད་ན་ཡང་ག་ག་གི་བའི་ནི་ད་ནི་རྒྱལ་ཁབ་གསུམ་ག་དང་འབྲེལ་བོ་ཡོད་པ་རེད་སེམས་འཆམ་པོ་ཡོད་པ་ཡིན་ཙང། འདི་ནང་མཛོད་ཀྱི་ལྟ་འདུག་ས་དགེ་རྒྱ་ཡུམ་གྱི་ཨོ་པརེ་སེན་བྱེད་བསྡད་ཀྱི་འདུག་ཁ་རྡང་རྒྱལ་ཁབ་གསུམ་གྱི་གན་རྒྱ་བཞག་པའི་ཐོག་ནས་གྷི་སི་ད་ལྟའི་ནད་འཕྲོག་གི་ལྟ་བ་ནང་བཞིན་བྱས་ཅག་པ་ཀི་སི་ཐན་ལ་གཅིག་གིས་དམག་རྒྱག་པས་ན་གཞན་པ་གཉིས་དེ་རུབ་རྒྱག་ཅེས་སའུ་ཏི་ཨ་རི་བྷེ་ལ་གཅིག་གིས་དམག་རྒྱག་པས་ན་པ་ཀི་སི་ཐན་དང་ཏུར་ཀི་གཉིས་རུབ་རྒྱག་ཅེས་ད་དེ་འདྲ་གི་གན་རྒྱ་གཅིག་བྱས་བསྡད་ཀྱི་ཡོད་འདྲ། ཨོ་ད་དེ་སེ་དྲག་ཆེན་པོ་གཅིག་ད་དེ་དེ་ཡིན་ད་གྲ་ཚུན་སྔགས་གསུམ་ལ་གཅིག་པོ་ཡིན་ད། ནས་ད་དེ་རྒྱ་གར་གྱི་ཨུ་མསུ་ཟོས་ས་སྐད་གྲགས་ཆེ་ཤོས་གཅིག་ནི་རེད་ད་ག་འདྲ་དེ་འདྲ་གཅིག་ནི་ཨུ་མསུ་ཟོས་བྱས་ད་གྲ་བ་བླ་མ་རང་གི་མཚོན་འདྲ་ནས་རང་དུང་ཡིན་ན་ད་དེང་སང་ཡང་ཏེས་གཅིག་དུས་ཚོད་ཀྱི་འགྱུར་བའི་གི་ཐོག་ནས་ག་རེ་ཡིན་ན་ཡང་དེ་ཏེས་གཅིག་ག་ལོར་མཐུན་མཐུན་དེ་མནབ་གི་འདུག་བ་ནས་དེ་མཐུན་མཐུན་དེ་བྱས་ནས་མཚོན་འདྲ་ལ་ཡིན་ན་མཚོན་འདྲ་ཁ་ཞེས་གྲ་བ་ལ།

བཅུ་ཡ་མ། ལྔ་བཅུ་དེ་དྲུག་བདུན་བརྒྱད་དགུ་དེ་འདྲའི་ལས་ཕ་ཆེ་འགྲིག་ཡོད་ཀྱི་རེད་ཕྱིན་ཅི་ཡོད་རེད། འོ་དེ་འདྲ་བྱེད་དུས་ད་ད་ལྟ་འབྲས་ལི་ལ་ཡོད་རེད་ནས་དེབ་ཚོང་གླེང་ངེས་ཡོད་ན། ནས་མ་བསྐུར་ཡ་བྱས། འོ་དེ་འདྲའི་གི་འབྲེལ་བ་ཅིག་བྱེད་རོགས་བྱས་ནས་སྲིད་ཚོང་བྱས་ད་ཡོད་མ་ད་དེ་ནས་རྐང་རེ་རེ་རེ་རེ་ད་ཚོང་ཡ་ཡོད་མ་རུ་བ། དེ་རིང་སད་གཉིས་གནས་གཉིས་ཉི་མ་གསུམ་སྟོང་པ་ཡོད་འདི་པ་ར་དེ་ནི་ཁྱེད་ཚོ་འོ་དེབ་ཚོང་ལེན་གི་ཡོད་ན་ནི་འོམ་སུ་དེ་དེབ་ཚོང་བཏང་ཡ་ཡིན་དེ་ནི་མ་བོད་ཡུལ་ལ་བཏང་ཚེ་ན་ཡ་མ་བོད་ཡུལ་ལ་གཅིག་བཏང་དེ་བཏང་ལ་གཅིག་སྤྲད་ཡ་བོད་ཡུལ་ནི་ཡ་བཏང་དེ་བཏང་ལ་གཅིག་སྤྲད་འོ་དེ་འདྲ་བྱེད་དུས་ནི་གོང་ད་ག་ས་ཀྱི་མ་ནི་ཡ་ཡ་ཕྲད་ཀྱ་མ་མ་ཕྲད་ཀྱ་མི་ཁྱི་དེ་གཅིག་པོ་གོང་ཉི་རོ་ཆག་རུག་ཏུ་བ་འོ་ད་ད་ལྟ་ལྡི་ལི་ལ་ཡོད་རེད་ནི་ཡ་དགོན་སྡེ་གྲ་ཚང་ཁག་གི་ཕྱག་མཛུ་རྣམ་པ་ཚོང་ཀྱ་ངས།

ཁྱེད་རང་གིས་ད་བུ་ཡུག་གཅིག་བྲིས་ནས་ནོར་བུ་གསུམ་བཙགས་ཀྱི་ཡིག་ཞགས་དེ་ད་དོར་ཆེ་ཞབས་རེད། ཨོ་དེ་འདྲ་གཅིག་ཡིན་ད། གྲྭ་པ་འདམ་མ་རང་གིས་བྱས་ད་འདི་ཀོ་ཀྲན་རེད་རེད་རྐྱང་རེད་ཀོ་ཀྲན་ཀོ་རྐྱང། རེད་དེ་ད་འགྱིག་ཐག་གི་ལོགས་ར་དེ་དེ་སྲིད་ན་ར་ཡོད་གི་འདི་གི Elastic དེ་བརྒྱ་ཆ་དེ་སྲིད་ཡོད་ར་མ་འདུག་ད་ཀོ་ཀྲན་རང་ཡིན་ཀོ་ཀྲན་ནང་ནས་ཀོ་ཀྲན་ཡག་ག་དེ། ཨ་ནི་དེའི་ཐ་མདའ་ཡང་ང་ཚོའི་རྐང་པ་ལ་དེ་འདི་གྱིག་འདུག་གར་ས། སྤུ་རྒྱལ་གྱི་རྡོ་འཚམས་དེར་རྐང་པ་དེའི་རྨ་གྲོ་ཞིག་དོན་གྱིས་བཏོ་བ་དེ་ཡིས་ཡོང་གི་མ་རེད། གལ་སྲིད་དེ་ཡིན་སྤྲུལ་ཡ་ཁོ་རང་དེ Anti Bacterial འདིའི་ནང་བཀྲུས་ཡོད་རེད། ཨོ་དེ་འདྲ་བྱེད་དུས་ད་ཨུམ་སུ་པས་མི་སེར་ཡག་པོ་ཡོད་ཚོད་འདྲ་དཔེ་སྣུམ་པོ་ཡང་ང་ཚོ་བོད་པ་ཡིན་ན་སྣུམ་པོ་གོ་གི་འདུག་བ། ཕྱི་སྐད་དེ་ཚོ་ཡིན་ན་ཡང་ཀ་ལོར་དེ་ཚོད་འདྲ་དེ་དེ་ཤི་ཀོག་གྲོ་ཞིག་གོ་གི་རུ་བ། ད་ཀ་ལོར་སྣུམ་པོ་བྱས་ཨ་ནི་ཚོད་འདྲ་དཔེ་མི་སེར་ཡག་པོ་ཨ་ནི་ཉེ་སྐད་དེ་ཡིན་ན་དཔེ་ཡག་པོ་ཡོད།

བྱེད་ཆེད་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་གཅིག་ཞུས་པས་ན། ཟླ་དེ་འདས་དང་པོ་དེར་ཡང་ཨ་རིའི་སྲིད་འཛིན་གཞོན་པ་ཇེ་ཏི་ཝན་སི་ཀིས་བཤད་ཆ་བྱས་ན་སྲིད་འཛིན་ཏྲམ་གྱི་སྲིད་གཞུང་ཡར་སླེབས་ནས་ནི་ད་ལྟ་བར་དུ་ད་གཟོད་ཨ་རིའི་གི་དཔལ་འབྱོར་ནི་ཁྲིམས་མཐུན་མ་ཡིན་པ་གློག་ར་གོ་དོན་མེད་པའི་ཐོག་ནས་ད་སྤྲད་བཞག་པའི་གློག་ར Fraud འདི་འདྲའི་དགེ་རིགས་དཔེ་ཆ་དེ་ནི་གྲོ་ལ་བི་ལིན་ཉིས་བརྒྱ་སུམ་ཅུ་ཆགས་བསྡད་པ་རེད་ཟེར་བ་ད་འདྲའི་ཆགས་ནས་ནི་ཁོ་རང་ཚོ་དགེ་རྩ་དེ་མང་པོ་ཅིག་ཧ་གོ་ཡོད་པ་དང་འཛིན་བཟུང་བྱས་ཡོད་པ་གཙང་བཟོས་བྱེད་ཀྱི་ཡོད་པ་ད་གང་ལྟར་ཨ་རིའི་གཞུང་ནས་ལོ་ངོ་མང་པོ་ཅིག་ལ་རོགས་སྐྱོར་འདྲ་མིན་སྣ་ཚོགས་སྤྲད་ཀྱི་ཡོད་པ་རེད་ཆོས་ཚོགས་པ་ཁག་རེད་ད་དེ་འདྲའི་གང་ཟག་ཁག་འདྲ་མིན་སྣ་ཚོགས་ལ་རོགས་པ་མང་པོ་ཞིག་སྤྲད་དེ་གོ་ར་ད་དེ་ཁ་ཤས་ཆུ་ནས་རག་གི་མེད་པ་འགྲོ་གི་མེད་པ། ཡང་ད་ངོ་མ་གནས་ཚུལ་དེ་འདྲ་ཡོད་རེད་མི་ཤི་ཚར་ན་ཨེ་སེ་སེན་ག་རེད་དེ་ཁོང་ཚོས་ཨ་རིག་གི་གསང་བའི་ཨང་གྲངས་ཞིག་དང་དེའི་རྒྱུན་ནི་པེ་ཤ་ལན་སྡེ་བར་འགྲོ་བ་དང་ད་དེ་འདྲ་གི་གནས་ཚུལ་འདྲ་མིན་སྣ་ཚོགས་ཡོད་པར་བ་ཅན་ཟེར་ད་དེ་ཚོ་ཚང་མ་ནི་ད་ལྟའི་ཏྲམ་གི་སྲིད་གཞུང་གི་སྔོག་བཤགས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཡུཀ་རེན་གི་སྲིད་འཛིན་ཛེ་ལན་སི་ཀི་གི་བཤད་ཆ་བྱས་ན་བྱང་ཀོ་རི་ཡ་གི་ཨ་ནི་ད་ལྟའི་ལྟར་ར་ཤི་ཡ་གི་དམག་གི་རྒྱབ་ལ་ལངས་རྗེས་བྱང་ཀོ་རི་ཡའི་དམག་མིས་སྔ་ཕྲི་སྟངས་ཡག་གི་རྩིས་རྒྱག་གི་འདུག་ཟེར་བ་དེ་འདྲ་ཡིན་པ་ཡིན་ཙང་ད་དེ་ཉེན་ཁ་ཚ་བོ་གཅིག་ཡིན་པ་ནི་ཨ་ནི་ད་ལྟའི་ཡུ་ཀེ་རེན་གྱི་ནང་ཡང་དེ་ལྷོ་ཀོ་རི་ཡ་མཉམ་དུ་འབྲེལ་བ་བྱས་བྱས་ཨ་ནི་བདེ་འཇགས་ཀྱི་ཐོག་ལ་ཡང་གན་རྒྱ་བཞག་ཡོད་ད་དེ་འདྲ་གི་དཔེ་མཚོན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་དེ་ནི Wall Street Journal གིས་བཀོད་ཁྱབ་བྱས་ན་ཨ་རིའི་སྲིད་འཛིན་ཀྲུམ་གྱིས་ཨི་རན་གྱི་དམག་འཁྲུག་དེ། ད་མཚམས་ཤ་ཡལ་གྱི་བརྡ་དེ་འདྲ་བཏང་བ་རེད་ད་ག་ཚོད་ངོ་མ་ཡིན་ན་ཨ་རིའི་སྲིད་འཛིན་ཀྲམ་གྱིས་ཨི་རན་ཡར་རྡུལ་ཕྲན་མཚོན་ཆས་ཀྱི་རིགས་དེ་རྩ་བ་གཉིས་ནས་བཟོས་ཆོག་མེད་སྟེ་ཕྱི་འཐེན་ཤུགས་ཆེན་པོ་བྱེད་དགོས་ཡོད་ཟེར་བྱ་དགོས་དོན་ཡང་སྲིད་སྟངས་བདེ་བར་བ་ཡིན་ནའི་ད་ད་ལྟའི་ཆ་ནས་ཨ་རིའི་སྲིད་འཛིན་ཀྲམ་གྱིས་ཨི་རན་གྱི་དམག་ད་མཚམས་བཞག་པའི་ཐོག་ནས་ནི་ཨི་རན་གྱིས་ད་རྡུལ་ཕྲན་མཚོན་ཆས་བཟོས་ཡ་གྱི་ཐོག་ལ་བཀའ་མོལ་མེད་པའི་ཐོག་ནས་ད་གང་ལྟར་གྱོང་འདྲ་བོ་ཁྱི་གི་ཡོད་པ་དེ་འདྲའི་གྱི་ཐོག་ནས་དམག་མཚམས་བཞག་རྒྱའི་སྐད་ཆ་ཅིག་བྱུང་ཡོད་པ་འདྲ། དེ་ནི་ཨི་རན་གྱིས་དམག་མཚམས་མ་བཞག་པ་བཅས་བྱས་གོ་དོན་དོན་ཚན་བདུན་ཡོད་འདུག་པ་ད་དེའི་ནང་ལོགས་ཡ་གཅིག་ཨི་རན་ནང་ལོགས་ཀྱི་ད་ཁ་ལོ། ད་ལྟའི་དམག་གི་དཀའ་ངལ་འཕྲད་པ་དེ་ཚོ་ཡ་རོགས་སྐྱོབ་བྱས་གོ་ཡ་ཨནི་ཨ་རིའི་དམག་གིས་མ་འོངས་པ་སྡིག་ར་མ་བཏང་ཡ་ཨ་རིའི་དམག་ཨནི་བད་ཕྱི་འཐེན་བྱས་གོ་ཡ་ད་ག་ད་དེ་འདྲས་ཀྱི་གོ་དོན་མང་པོ་ཅིག་བཏོན་དད་པར་བ། ཐ་ན་ཆེས་ཁ་ཚང་དུ་ཨི་རན་གྱི་སྲིད་འཛིན་མོ་སུད་པེ་ཛེ་སི་ཁན་ནི་ཨི་རན་གྱི་ཕྱི་སྡོད་འགོ་ཁྲིད་མོ་ཇི་ཏོ་པ་ཁེ་མེ་ནོ་མཉམ་དུ་མཇལ་འཕྲད་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནི་ཁོ་རང་གཉིས་མཇལ་འཕྲད་བྱུང་རྗེས་ད་ལྟ་འདས་དམག་གི་གནས་སྟངས་ཀྱི་དངོས་གནས་ཀྱི་ད་གནས་སྟངས་ག་རེ་ཆགས་ཡོད་མེད་རྫ་དྲག་ག་ཚད་རེད་ཡོད་མེད་ད་དེ་ཚོའི་བཀའ་མོལ་གནང་བ་རེད་སྐད་ཆ་བཤད་བྱ་དུ་བྱས་པ་རེད་ཟེར་བཞིན་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རྩ་བའི་ཁ་ཚང་དུ། ཨི་རན་གྱི་གསར་ཁང་གཅིག་གི་ནང་ལོ་ཡི་མོ་ཇི་སྟོད་པོ་ཁེ་མི་ནོ་རྫ་བྲག་གི་གནས་སྟངས་ཆགས་ཡོད་པ་རེད་ཁོ་རང་རྫ་བྲག་སྨན་ཁང་ལ་དུ་གློ་བུར་དུ་སྐྱེས་བས་དེ་འདྲ་བྱུང་ཤག་ཟེར་ནས་སྐད་ཆ་གཅིག་བྱུང་ཡོད་པ་འདྲ་ཡིན་ད་ཁ་ཚང་དུ་ཡང་བཅའ་ཨི་རན་གྱི་མོ་ཇི་སྟོད་པོ་ཁེ་མི་ནོ་གིས་ཨི་ད་ཁོ་རང་གི་ནང་མའི་མི་དེ་ཚོ་སྐད་བཏང་ཆག་ཁོ་རང་སོ་ཡོད་གྲོས་མོལ་དང་བགྲོ་གླེང་བྱས་དེ་བས་ཉིན་སྟོང་གཅིག་ཕྱི་ལ་བཀྲམ་ཆག་གང་ལྟར་ད་ཁོ་རང་སྨན་ཁང་ལ་རྫ་བྲག་གི་ཐོ་ནི་དེད་མེད་པ་ཨ་ནི་ད་ག་འདི་ག་ལོག་ད་རྒྱལ་ཁབ་འཛིན་སྐྱོང་བྱེད་མཁས་པ་དེ་འདྲ་གྱི་རྣམ་པ་སྟོན་པའི་ནི་ཚུལ་དཔྱད་རེད་དེ་ཤ། དེ་ནི་སའུ་ཏི་ཨ་རི་བྷི་ཡ་ཐོག་ལ་ཡེ་མན་ལ། ཡེ་མན་གྱི་མེ་ཤུགས་འཕུར་མདའ་རྒྱབ་བཅས་སའུ་ཏི་ཨ་རི་བྷི་ཡ་གྱི་སྣུམ་གྱི་གཏེར་ཁ་སྣུམ་སྟོན་ས་དེ་འདྲ་གཙང་བཟོ་བྱས་དེ་འདྲ་ཅིག་ལ་གཏོར་སྐྱོན་ཆེན་པོ་གཏོང་ཡོད་པའི་ནི་ཚུལ་དཔྱད་རེད་དེ་ཟེར་ཏེ་འཛམ་གླིང་ནང་གི་ཡང་སྣུམ་སྟོན་ས་དེ་འདྲ་གྱི་ཤུགས་ཆེ་ཤོས་ཀྱི་རྫས་འགྱུར་དག་བཟོ་གྲྭ་ཡོད་དེ་ས་དེ་འདྲ་གཅིག་ལ་གཏོར་སྐྱོན་བཏང་བྱས་ཨ་ནི་གང་དག་ཕ་གི་ལ་མའི་ཤུགས་ཆེན་པོ་འབར་བའི་གནས་ཚུལ་དེ་འདྲ་གཅིག་བྱུང་སྟེ་ཤ་ཚ་བའི་དུས་སྙན་ཡ་ད་ལྟ་སའུ་ཏི་ཨ་རེ་བྷི་ཡ་གི་གསང་བའི་ལས་ཁུངས་ཀྱི་བཤད་བྱ་བྱས་ན་སའུ་ཏི་སྒང་ལ་ཨ་ནི་ཕྱོགས་གཉིས་ཀྱིས་དམག་བརྒྱབ་སྲིད་ཀྱི་རེད་དེ་ཨི་རན་གྱིས་རྒྱབ་སྐྱོར་བྱས་ཤ་བའི་ཨ་ནི་ཡེ་མན་ལ་ཡོད་བསྡད་པའི་ཧུ་ཏིས་བྱེད་སྒོ་རིང་ལུགས་ཚོགས་པ་དང་ཨ་ནི་ད་ལྟའི་ཨི་རག་ལ་ཡོད་བསྡད་པའི་ཡང་ཨི་རག་གི་དམག་གི་རུ་ཁག་གཅིག་ད་ལྟ་ཨི་རན་གྱི་ལྟ་བ་ལངས་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན་ཞིག་འདུག་དེ་ཚོ་གིས་འདྲ་མི་འདྲ་བྱེད་སྲིད་ཀྱི་རེད་ཟེར་ནས་ད་དེ་འདྲ་གྱི་ཡོང་སྐབས་མི་གཅིག་གསང་བའི་ལས་ཁུངས་ཀྱི་གནས་ཚུལ་བཤད་ཡོད་པས་འདི་ཚོའི་དཔྱད་རེད་དེ་ཤ་དེ་ནི་ཨ་རིག་གི་སྲིད་འཛིན་གཞོན་པ་ཇེ་ཏི་ཝན་སི་གིས་ནི་ད་ད་ལྟའི་ཨ་རིག་དང་ཨི་རན་གྱི་དམག་དེ་མཚམས་ལ་བཞག་ཉེས་པ་ཡིན་ཟེར་བ་གང་ན་དག་ན་ཞེས། ནི་ཨི་རན་གྱི Strait of Hormuz གྲུ་གཟིངས་འདི་ད་གྲོལ་ཡ་ད་དེ་གི་ཉེ་འཁོར་གྱི་ཚོང་ལས་ཀྱི་གྲུ་གཟིངས་རིགས་ལ་གཏོར་སྐྱོན་ད་གང་ད་ད་དེ་འདྲ་གནོད་མ་སྐྱེལ་ཡ་དེ་འདྲ་གྱི་སྐད་ཆ་ད་ཁོ་རང་ཚོ་ཡུང་ཡ་གི་རེ་བ་ཡོད་བསྡད་པ་ཡིན་ནས་ད་ཁོ་རང་གི་བཤད་བྱ་བྱས་ན་ཡིན་ནས་ཨི་རན་གྱི་ཡང་ཁ་ནས་བཤད་པ་ན་བཞིན་ལག་བསྟར་ཡོང་གི་མི་འདུག་ཟེར་བ་ཁྱེད་ཚང་གི་ད་ཁོ་རང་ཚོ་གི་སྤྱོད་པ་དེ་ལག་བར་བས་གཤིས་ཀ་དེ་ཡག་པོ་བཟོས་དཔེར་ན་ང་ཚོ་བསམ་བློ་བཏང་ཡ་ཡོད་མདོག་མདོག་ད་དེ་འདྲ་གི་ཀ་མེད་ནང་པའི་ནི་ཚོའི་དཔྱད་རེད་འདི་ཤ། དེ་ནས་ཨ་རིའི་དམག་གིས་ད་ལྟའི་བདེ་སྲུང་ནས་ད་ལྟའི་ཨ་རིའི་གི་གོ་ལག་ཆ་བཟོ་ཡ་དེ་ཚོ་ཚང་མ་ད་མགྱོགས་རུ་གཏང་དགོས་ཡ་ཨ་ནི་ཤུགས་ཆེ་རུ་གཏང་དགོས་ཡ་དེ་འདྲའི་གི་བཀའ་རྒྱ་བཏང་ཡོད་པས་ནི་ཚོའི་ཅེ་རེད་ཤག་ག་ད་ད་གོ་ལག་ཆ་བཟོ་མཁན་དེ་ཚོ་ཡ་གོ་ལག་ཆ་བཟོ་ཡ་ཡ་མགྱོགས་པོ་བྱས་གི་ཆེད་དུ། ནི་གར་གཅིག་ཡིན་པས་ད་གང་ལྟར་ཉི་མ་གཉིས་རྩ་གཅིག་ནང་ཚུད་ཡ་ནི་སུ་སོ་སོའི་གི་བཟོ་གྲྭ་གི་ཆ་ཤས་གར་ཡོད་མེད་དེ་ཡ་ནི་ཤུ་བོ་ནང་ལ་དྲིས་ནི་ད་ཁྱེད་ཞུ་ལ་ཡོད་པ་དེ་འདྲའི་གེ་ནི་ཚོའི་གཅལ་རེད་དེ་ཤག་གང་ལྟར་གཙོ་བོ་དེ་ད་ཁོ་རང་ཚོ་གི་ད་འདི་དམག་གི་ལག་ཆ་ཚང་མ་མགྱོགས་པོ་བཟོས་དགོས་ཡ་གེ་ནི་རང་གཅིག་ཆག་དེ་གི་ཡོད་པ་འདྲ་ཨ་རིག་གི་ད་འདི་ཕ་ནི་ཚུ་མི་ཤུ་བོ་འདྲ་རྐྱང་ནི་དེ་ལ་བཀག་སྡོམ་བྱེད་ངེས་གི་ད་ལྟ་ཁོ་ཚོ་གིས Patriot ལས་བྱུང་ད་དེས་མེ་ཤུགས་འཕུར་མདའ་དེ་དག་སྔོན་མོ་ཉིས་སྟོང་ཉིས་བརྒྱ་སོས་དེབ་དྲག་ད་ད་འདི་ཤར་ནས་ཚོད་དཔག་བྱས་པ་བྱས་ན་བརྒྱ་དང་ཉིས་རྩ་བརྒྱད་ཉིས་རྩ་བདུན་མ་དུ་ལྷག་ཡ་མ་རེད་ཟེར་དེ་འདྲའི་གེ་ནི་ཚོའི་དཔྱད་བཤད་དེ་གི་འདུག་དེ་ནི་ཨི་རན་གི་ཆེ་བསྟོད་མགོ་ཁྲིད་མོ་ཇི་ཏོ་པ་ཁ་མེ་ནོ་གིས་ད་ལྟའི་ཨི་རན་གི IRGC གི་མགོ་གཙོ་བ་གཙོ་བོ Mohsen Rezen ལས་བྱུང་ཁོ་རང་ནི་ད་ལྟའི་ཨ། ཨི་རན་གྱི་ཕྱི་སྡོད་འགོ་ཁྲིད་ཀྱི་ད་སྐུ་ཚབ་སྐུ་ཡི་སྐུ་ཚབ་སྲུང་གི་སྲུང་ཚབ་བྱས་བྱས་ཚབ་བསྐོས་དེ་འདྲ་ཕྱིན་ནས་ཤ་ཡེ་བེ་ནི་ཚོའི་ཅལ་རེད་དེ་ཤ་མོ་ཅི་ཐོད་པ་ཁ་མི་ནོར་གི་ཨ་ནི་ད་འདི་ཁ་ཆེའི་ལྷ་གི་མདུན་ལ་ད་ཆོས་བྱས་བྱས་ད་འདི་སྒྲོག་དྲ་མེར་སྲིན་རོལ་རྩ་རེད་དེ་ང་ལ་ད་ཐུགས་སུ་རོགས་པ་སྤྲད་པ་དེ་ནི་ད་པད་མ་སེར་གྱི་དཀོན་མཆོག་གི་བཀའ་དྲིན་རང་ཡིན་ས་ད་ཁོ་རང་དཀོན་མཆོག་རང་ལ་ངོ་བོ་འཛིན་པ་དེ་འདྲ་ཁའི་ནི་ཚོའི་ཅལ་རེད་དེ་ཤ། དེ་ནས་ཅི་བྱེད་ཅི་ནུས་མི་འདོད་སེམས་ཆོས་ཁ་ཅིག་ཞུས་པས་ན་དེ་ཀ་ཙང་དུ་ཟེར་རེད་ཟེར་ཟླ་བ་ཡ། ཐའི་ཝན་གྱི་དངོས་སུ་དམག་སྦྱོང་སྦྱོང་བརྡར་ཅིག་བྱས་ཡོད་པ་ད་དེའི་ནང་གཅིག་མེ་མདའ་ཡིན་ན་རེ་མེ་ཤུ་ཕུ་མདའ་ཡིན་ན་དེ་ཚོ་ཚང་མ་དངོས་སུ་རྒྱབ་ཆ་ནས་ཚོད་ལྟ་ཆེན་པོ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་དེ་གི་དམག་སྦྱོང་དེ་ཁོ་ན་སོ་གི་ཉི་མ་བཅུ་རིང་དུ་དམག་སྦྱོང་བྱེད་ཀྱི་ཡོད་པ་ད་ད་ང་ན་ཤེས་དམག་སྦྱོང་དེ་གི་སྐབས་སུ་ཡིན་ན་ཐའི་ཝན་ནང་ལོ་ཡ། ད་མ་འོངས་པ་རྒྱ་ནག་གིས་དམག་ཅིག་བརྒྱབ་ཡོད་ན་ད་འདིའི་སྐབས་སུ་དྲ་རྒྱ་ནི་མ་དེ་དམ་རུ་བཏང་ཡ་ལྷོད་རུ་བཏང་ཡ། ད་འདི་འདྲ་གི་སྦྱོང་བརྡར་ཡང་བྱས་བྱས་མི་མང་གི་བདེ་འཇགས་ཀྱི་ཆེད་དུ་ཡིན་གཅིག་ད་ལན་སྤྲེལ་རེའུ་ད་འདི་འདྲ་གི་སྦྱོང་བརྡར་ཡང་བཞག་དེ་ཞོར་ལ་བྱས་ཡོད་པའི་ནི་ཚུལ་སྤྲེལ་རེད་དེ་བཞག་དེ་ནས་ད་ངེད་ཅག་ཏུ། རྒྱ་དཀར་ནག་གཉིས་བོད་དང་ཨ་རུ་ན་ཅལ་གྱི་ས་མཚམས་ཀྱི་ཐོག་ལ་ད་ཅིག་གནས་ཚུལ་མང་པོ་བྱུང་སྟེ་ཨ་བར་པ་ཞེས་ས་གི་ད་ཁ་ཚང་དུ་སོགས་རྒྱ་གར་གྱི་ས་ཚུགས་ཁག་ཉི་ཤུ་རྩ་བདུན་ཡང་རྒྱ་གར་གྱི་མིང་བཞག་པ་དེ་ཡང་རྒྱ་ནག་གི་ས་ཆ་ཁག་ཅིག་ཟེར་ཡོད་པ་དང་ཡང་དེ་འདྲས་ཀྱི་ཐོག་ནས་སྐྱོན་བརྗོད་བྱས་བྱས་ད་གང་ལྟར་ཨ་རུ་ན་ཅལ་དེ་བོད་ཀྱི་ལྷོ་ཕྱོགས་ཀྱི་ས་ཆ་རེད་ལན་ཡང་རྒྱ་མི་གིས་འདི་ཚོའི་འདྲ་མིན་སྣ་ཚོགས་ཅིག་བཤད་བསྡད་ཀྱི་ཡོད་པ་ད་དེ་ཡང་ད་ལྟ་རྒྱ་གར་གྱི་གཞུང་ཚབ་ཟུར་པ་ཆེད་ལས་པ་དེ་འདྲ་ཞིག་ཏུ་གང་ལྟར Utpal Kumar འདྲ་ཞིག་ཏུ་ཁོ་རང་གིས་རྩོམ་ཅིག་བྲིས་ཡོད་པ་འདྲ། ད་ནི་རྩ་བའི་རྩོམ་དེའི་ནང་རྒྱ་གར་ད་ནི་དུ་ས་ད Arunachal གྱི་པ་རག་གི་རྩོད་རྙོག་དེ་ད་ངོ་མ་ནས་བཀའ་མོལ་ག་རེ་བྱུང་ཡོད་མེད་དེ་འདྲ་གི་ལོ་རྒྱུས་ཆ་ཚང་ཞིག་མ་བྲིས་ཡོད་པ་དང། དེའི་ནང་ལོ་ནས་ད་གནས་ཚུལ་གཅིག་དེ་ནི་ད་ལྟའི་རྒྱ་གར་གྱི་སྲིད་བློན་ཟུར་པ Indira Gandhi གྱི་སྐབས་སུ་སྐད་ཆ་གཅིག་མ་འཁྲུལ་བྱས་ད་གང་ལྟར་ཕྱོགས་གཉིས་ཀ་ནས་བཟང་སྤྱོད་ཀྱི་རྣམ་པ་སྟོན་པ་རེད་ཟེར་ན་དེ་མ་ཡིན་པ་དངོས་སུ་ལག་ལེན་བསྟར་དགོས་ཀྱི་དེ་འདྲས་ཀྱི་ཐོག་ནས་སྐད་ཆ་གཅིག་ལུང་འདྲེན་བྱས་ཡོད་པ་དང་ཨ་ནི་རྩོམ་དེ་ད་རྒྱུགས་འབྲི་བའི་སྐབས་སུ་རྒྱུགས་རྩོམ་དེ་ཡ་གི་སི་རྒྱ་ནག་གི་ཨ་ནི་ད་ལྟའི་ད་ཨར་ནཱ་ཅལ་གྱི་ས་ཆ་ཁག་གཅིག་ནས་བོད་ལྷོ་ཕྱོགས་རེད་ལབ་ནས་ལབ་ཀྱོད་ན་འགྲིག་གི་རེད་ད་ང་ཚོས་བོད་ཀྱི་ཐོག་ལ་ག་རེ་རེད་དེ་ཡིས་རྒྱ་ནག་མཉམ་དུ་སྐད་ཆ་བཤད་གོ་གོ་རེད་བ། དང་པོ་བོད་ལྷོ་ཕྱོགས་ཡེ་མེད་ད་དེ་རྒྱ་མི་གི་ཟ་དང་མ་ཟ་དེ་སྐད་ཆ་བཤད་ཡ་ལ་བོད་དོན་གི་གནས་སྟངས་ག་རེ་ཆགས་ཡོད་མེད་ད་ཁོ་ན་ཚོས་དེ་དྲི་ཡ་བྱས་ཡ་བྱས་ན་ནི་ནི་བེ་ཅིང་ལ་བ་ནི་གི་སི་ཁྱེད་རང་ཚོ་གི་ནི་ཨ་རུ་ན་ཅལ་དེ་བོད་ལྷོ་ཕྱོགས་ལ་སྐད་ཆ་བཤད་ཀྱོད་ན་ད་ང་ཚོས་ནི་བོད་ཀྱི་ཐོག་ལ་སྐད་ཆ་བཤད་གོ་གོ་རེད་སྐད་ཆ་བཤད་ཆོག་གོ་རེད་དེ་འདྲའི་གི་ལན་ཕ་རྒྱབ་སྒུག་རེད་ཟེར་ནས་ད་གང་ལྟར་དེ་འདྲའི་བྲིས་པའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནི་ཉེ་བའི་ཆ་ལ་ད་ལྟ་རྒྱལ་སྤྱའི་བོད་རིག་པའི་ཞིབ་འཇུག་པའི་ཚོགས་ཆེན་ཐེངས་བཅུ་བདུན་པ་བལ་ཡུལ་ལ་འཚོགས་ཡས་དེ་ད་ཕྱི་འགྱང་བྱས་པར་བ་ད་དེའི་གི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ད་ལྟ་བལ་ཡུལ་གཞུང་གི་བདེ་འཇགས་ཀྱི་བཤད་ཆས་བྱས་ན་ང་ཚོས་དེ་ཕྱི་འཐེན་བྱས་དགོས་ཡས་དེ་ནི་ད་ལྟའི་བལ་ཡུལ་ལ་དེ་འདྲའི་འཚོགས་པ་ཡིན་ན་ད་གཅིག་རྒྱ་མི་ལ་མ་དགའ་ངེས་ལོག་རེད་ད་གང་ལྟར་བོད་པའི་རྒྱའི་ཕ་གི་ལས་རྒྱུ་སྤེལ་གི་སྐད་འབོད་རྒྱབ་སྲིད་ཀྱི་རེད་ད་གནའ་ཤེས་རང་ལུས་མེ་སྲེག་བཏང་ཡས་ད་དེ་འདྲའི་གི་གནས་ཚུལ་བྱུང་བས་ན་གནས་འདི་ང་ཚོའི་རྒྱའི་མཁས་ཐུ་བོ་མ་རེད་ད་ཆ་ད་ལྟའི་བ་ཡུལ་གཞུང་འཛིན་ཚོགས་པ་གི་ཚོགས་ཚོགས་མི་གཅིག་གི་ཡང་དེ་འདྲའི་ཁྱེད་ནི་འདྲེ་ཤེས་རྒྱ་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ཡ་ནི་བ་ཡུལ་ལ་ཡོད་འདོད་པའི་གཞུང་ཚབ་གཞན་གི་གནས་ཡོད་མི་སྣ་གཅིག་གི་ཤས་ཆེ་ཡབ་ཤེས་ན་ཨ་ནི་བ་ཡུལ་གི་ད་ལྟའི་བོད་རིག་པའི་ཞིབ་འཇུག་གི་ཚོགས་འདུ་དེ་ཕྱི་འཐེན་བྱས་ཡབ་པ་དེ་ཡི་རྒྱ་ནག་རང་གི་ནུས་ཤུགས་ལ་གཏད་ཆ་བྱས་པ་རེད། ཐ་དེའི་བོད་ཡུལ་དངོས་གནས་བཤད་ན་རྒྱལ་ཁབ་རང་དབང་ལྡན་པའི་ལུང་པ་བྱིན་ཙང་དངོས་གནས་སོ་སོའི་གི་དབང་ཆ་བེད་སྤྱོད་བཏང་པའི་ཐོག་ནས་བོད་ཡུལ་གི་ཐག་གཅོད་དེ་བོད་ཡུལ་གི་བྱས་བྱས་གང་དག་འགན་འཁེལ་དགོས་གི་རེད་མ་གཏོགས་ཕྱི་ལོག་གི་ནུས་ཤུགས་ཀྱིས་དེ་འདྲའི་བྱས་པ་ཡིན་ན་ཏག་ཏག་ཅིག་དེ་གི་མ་རེད་ལབ་ཡིན་འདྲི་ཤེས་རྒྱ་ཡོད་པ་དང། ཨ་ནི་ད་ལྟའི་གོ་སྒྲིག་ཚོགས་ཆུང་གི་བོད་ཡུལ་ཤེས་རིག་བཀའ་བློན་ཡི་ཨ་ནི། གློ་བུར་དུ་དེ་འདྲའི་གི་ད་ཕྱི་འཐེན་བྱེད་དགོས་དེ་འདྲའི་གི cancel བཏང་ཡས་ལགས་རོ་ད་དེ་འདྲའི་གི་གནས་ཚུལ་བྱུང་པ་དེ་དཔེ་མི་སྲིད་གི་བློ་ཕམ་རེད་རོ་ད་ང་ན་ཤེས་བོད་ཡུལ་གཙུག་ལག་སློབ་གྲྭ། Kathmandu། གི་གཙུག་ལག་སློབ་གྲྭ་གི་ཆེ་མཐོང་ལ་ཡིན་ན་གནོད་ཡ་དང་མ་འོངས་པ་ཡིན་ན་བོད་ཡུལ་ལ་དེ་འདྲའི་གཅིག་ཕྱི་རྒྱལ་གི་ད་ཤེས་ཡོན་གི་ཚོགས་འདུ་ཆེན་པོ་དེ་འདྲ་འཚོགས་ཡས་གི་ཐོག་ལ་གནོད་སྐྱེལ་གི་ཡོད་པ་ཨ་ད་ང་ན་ཤེས་ད་ལྟའི་ཚོགས་བཅར་བ་མི་བདུན་བརྒྱ་ལྷག་བཅས་གི་ཨ་ནི་རྣམ་འགྱུར་རྣམ་འགྲུབ། འཛིན་གཞུང་དག་ནི་མགྲོན་ཁང་འདི་ཚོ་ཀླད་ཚར་བ་ད་འདི་ཚོ་མང་པོ་ཅིག་ལ་དོ་ཕོག་འགྲོ་གི་རེད་གང་ལྟར་དེ་ང་ཚོ་རྨ་ཆུ་ཡས་ཀྱི་སྲིད་ཇུས་དེ་ཕྱི་འཐེན་བྱེད་རོགས་བྱེད་ཚོགས་སྤྱོད་དགོས་ཀྱི་འདུག་ལས་ནི་སྙན་ཞུ་བསྐྱལ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་ཁོ་རང་ཚོ་གི་བཤད་ཆས་བཅས་ན་ཉིས་སྟོང་ཉིས་བརྩེགས་གསུམ་ནས་ནི་དུས་སུ་བལ་ཡུལ་ལ་འཚོ་ཡས་ཀྱི་དེའི་བྱས་བྱས་དེའི་སྐབས་སུ

དེ་ནི་སྟབས་མ་ལེགས་པའི་གནས་ཚུལ་གཅིག་ཡང་ལྷོ་ཨ་མེ་རི་ཀ་གི་རྒྱལ་ཁབ་ཀོ་ལོམ་བི་ཡ་ཡང་ས་ཡོམ་ཤུགས་ཆེན་པོ་བརྒྱབ་རྗེས་མདུན་དུ་ཚ་ཞི་ཞིག་བརྩིས་ཏེ་ཡོད་འདུག་ད་གང་དྲག་ས་ཡོམ་འདི་བརྒྱབ་པའི་སྐབས་སུ་ཕ་ཡུལ་ཁང་པ་མང་པོ་ཞིག་བརྡེག་པ་དེ་འབྲེལ་གྱི་བརྙན་ཐུང་ཆ་ང་བྱུང་བའི་དཔེ་མི་སེར་མང་པོ་ཅིག་དྲ་ཐོག་ནས་མཐོང་རྒྱུ་ཡོད་དེ། ད་ལྟའི་ཆར་ནི་མི་བཞི། བཅུ་བཞི་བདུན་གྱི་ཚེ་སྲོག་ཤོར་ཡོད་པ་དང། ནི་དེ་ད་གྲངས་ཀ་མིའི་གྲོང་དུ་གྲངས་ཀ་དེ་གཅིག་སྟོང་ལྷག་འགྲོ་སྲིད་ཀྱི་ཡོད་པའི་ཚོད་དཔག་ཅིག་བྱེད་ཐུབ་ཀྱི་འདུག་གང་ལྟར་ང་ཚོས་བརྙན་ཐུང་ཁག་ནང་དེ་འདྲ་བཏོན་ཡོད་ཚོད་པ་རེད་ཁང་པ་གང་ཙམ་མ་རུམ་བསྡད་པ་དག་གིས་ནི་ལམ་ཁ་ནས་མི་མང་ཡང་དཀའ་ངལ་འཕྲད་བསྡད་པའི་བརྙན་ཐུང་མང་པོ་མཇལ་བསྡད་པ་རེད་ད་གང་ལྟར་དེའི་གེ་སར་འདི་གི་ཉེ་འཁོར་གྱི་རྒྱལ་ཁབ་ཝེ་ནེ་ཛེ་ལ་རི་ཨེ་ཀུ་ཏེར་ལ་ཡིས་དགུ་བརྒྱ་བརྒྱབ་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ད་ཁ་ངོས་ཟླ་བ་ཁ་ཤས་གོང་ཡ་ཝེ་ནེ་ཛེ་ལ་ལ་ས་ཡོམ་ཤུགས་ཆེན་པོ་བརྒྱབ་ཅེས་དཀའ་ངལ་འཕྲད་ཡོད་པ་དང་ད་ལྟའི་རྗེས་ལ་ཇེ་པེན་ལ་བརྒྱབ་པ་རེད། ནུའི་ཝེད་ནམ་ལ་བརྒྱབ་པ་རེད། གང་ལྟར་ད་ལྟའི་ཀོ་ལུམ་པི་ཡ་ལ་བརྒྱབ་ཅེས་ད་ས་ཡོམ་ཤུགས་ཆེན་པོ་ལོག་རེད། རྫ་དྲག་པོ་བསྟུད་མར་ལ་ཡོང་དུས་བོད་མི་ཚོའི་དཔྱད་རེད་དེ་བཞག་དེ་ནི་རྒྱ་ནག་གི་མེ་ཤུགས་འཕུར་མདའ་ད་བར་ནམ་ཁམས་ལ་ཞིབ་འཇུག་བྱེད་མཁན Satellite ལས་དེ་བ་དེ་འདྲ་གཅིག་ཚོད་ལྟ་བྱས་ནས་བཏང་ཡོད་པ་འདྲ།